ཡུལ་གྱི་གནས་སྟངས་ཇི་ལྟ་བ་བཞིན་དུ་ཤེས་ཐུབ་ལྟ། དེ་སྐྱེས་བུ་ཤེས་རབ་དེ་ཤུགས་ཆེ་རུ་འགྲོ་གི་ཡོད། ཤེས་རབ་དེ་ཤུགས་ཆེ་རུ་འགྲོ་བ་ཡིན་ན་ཕ་རྒྱུད་ཀྱི་མི་ཤེས་པ་དེ་ཤུགས་ཆུང་རུ་འགྲོ་བ་དེ་ཆོས་ཉིད་ཆགས་ཀྱི་ཡོད་རེད་ད་གིན་ཤེས་པ་ནང་བཞིན་བྱས་ནས་དེ་འདྲ་ཡིན་དུས་བརྩམས་པ་ལ་ང་ཚོ་ཤེས་རབ་དེ་ཡར་རྒྱས་བཏང་ན་གལ་ཆེན་པོ་རེད་ཤེས་རབ་ཡར་རྒྱས་བཏང་བ་ལ་ཡང་ང་ཚོ་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད་སློབ་སྦྱོང་མ་བྱས་ན་ཤེས་རབ་ཡར་རྒྱས་འགྲོ་ཐུབ་ཀྱི་མ་རེད། དེ་འདྲའི་ཡི་གེ་གཙང་མ་ལ་ང་ཚོ་སློབ་སྦྱོང་གལ་ཆེན་པོ་ཡོད་ཀྱི་རེད། སྤྱི་ཡོངས་ཀྱི་ཤེས་བྱ་ཞིག་ནི་རིགས་པའི་ཤིག་ནི་ཁྱད་པར་དུ་ནི་སེམས་ཁམས་རིག་པའི་སྐོར་དེ་ཚོ་ལ་སློབ་སྦྱོང་བྱས་ནས་ནི་ང་ཚོའི་ཤེས་རབ་དེ་གོང་འཕེལ་གཏང་ཐུབ་པའི་ཐབས་ལམ་ལ་འབད་དགོས། པའི་གལ་ཆེན་པོ་རེད་ཟེར་ད་གཅིག་དེ་རེད། ད་དེ་ནས། གཉིས་པ་དེ་སྡུག་ཤོས་གཅིག་དེ། ད་ནི་ད་ང་ཚོ་ཡོངས་གྲགས་དེ། ཁོང་ཁྲོ། ཡང་ན་ཞེ་སྡང། ཟ་དེ་ཆགས་ཀྱི་ཡོད་རེད། ད་དེ། ང་ཚོའི་རྒྱུད་ལ་སྔོན་དུ་བྱོན་ནས། ད་ནི། ཤུགས་ཆེན་པོ་འགྲོ་གི་སླད་གསུམ་ཡིན་ན། ཨ་ནི་སོ་སོའི་གི་སེམས་དེ་དེ་ག་རང་ནི་ཨ་ནི་སེམས་དེ་འཁྲུགས་འཁྲུགས་ཡོད་རེད་ཨ་སེམས་དེ་སྐྱིད་པོ་མེད་པ་བཟོ་གི་ཡོད་རེད་ཨ་ནི་དེ་དེ་མ་ཟེར་པའི་གི་ཨ་ནི་རང་གི་རོགས་པ་ནང་མི་ཨ་ནི་གྲོགས་པོ་གྲོགས་མོ་ཨ་ནི་གྲོང་པ་ཁྱིམ་མཚེས་ཨ་ནི་ཐ་ན་ཨ་ནི་རྒྱ་སྐད་ཕན་ཚུན་ཚང་མ་ལོག་ལྟ་དཀའ་ངལ་དང་སྡུག་བསྔལ། བཟོ་ངན་ཚང་མ་བཀྱིགས་ཏེ་ཨ་ནི་ང་ཚོ་ཁོང་ཁྲོ་ཡང་ན་ཞེ་སྡང་དེ་གཉིས་མིང་གི་བརྡ་དང་བྱེད་པ་རེད་མ་གཏོགས་བཀྱིགས་པ་རེད་ད་དེ་གས་བཟོ་གི་ཡོད་པ་དེ་ང་ཚོ་སེ་བོ་ཅི་ཆགས་ཏེ་ཡོད་རེད་ཡ་བོ་ཅི་ང་ཚོ་དོ་སྣང་བྱེད་པ་ཡིན་ན་ད་ཁོང་ཁྲོ་དེ་གས་ཨ་ནི་རང་མི་བཀྱིགས་པ་རོགས་མི་བཀྱིགས་པ་ཨ་ནི། ཚང་མ་ལོག་མི་སྐྱིད་པ་བཟོ་ངེས་ཏེ། ཁོང་ཁྲོ་དེ་ཆགས་ཏེ་ཡོད་རེད། དེ་འདྲའི་ཡི་གེ་གཙང་པ་ལ་ད་ང་ཚོ་ཁོང་ཁྲོ་ཟ་དེ། ཨ་ནི་ཡང་བག་མེད་པ་བཟོ་ཡ་ལ་ཨ་ནི་ཕྱི་ལོག་ནས་བཟོ་ཡ་ཡོད་མ་རེད་གཙོ་བོ་དེ་ནང་ནས་བཟོ་དགོས་ཡ་ཆགས་ཏེ་ཡོད་རེད། ནང་ནས་ག་འདྲའི་སེམས་ནས་བཟོ་དགོས་ཀྱི་ཡོད་རེད་ཟེར་ན། ད་དེ་གི་ལྡོག་ཤོག་ཨ་ནི་ཡང་ང་ཚོ་བྱམས་པ་དང་སྙིང་རྗེ་དང་ཨ་ནི་བཟོད་པ་ཟ་དེ་སོང་གི། ཨ་ནི་མེད་པ་བཟོ་དགོས་ཀྱི་ཆ་དེ་རེད། ཨ་ནི་ང་ཚོས་འབད་བརྩོན་བྱས་ནས་བྱམས་པ་དང་སྙིང་རྗེ་བཟོད་པ་ས་དེ་ཚོའི་སྐོར་ལ་ཨ་ནི་ཡོང་ད་དྲིས། ཨ་ནི་ལས་སླ་བོ་ཅིག་མ་རེད་དེ་ཡང་ང་ཚོས་ཨུ་ཚུགས་བརྒྱབ་ནས་ཨ་ནི་བྱམས་པ་དང་སྙིང་རྗེ་བཟོད་པ་དེ་ཚོ་ནི་གོང་འཕེལ་དུ་བཏང་དུ་ལྟ་བུ་ཡིན་ན་ཁོ་རང་བཞིན་གྱིས་ཨ་ནི་ཁོང་ཁྲོ་ས་དེ་ཤུགས་ཆུང་རུ་འགྲོ་བ་དེ་ཆོས་ཉིད་ཆགས་དེ་ཡོད་རེད། པས་ན། མི་སྐྱེ་ལ། ཁྱེད་རང་གིས། བྱམས་པ་དང། སྙིང་རྗེ་དང། དེ་འདྲའི་སྐྱེས་དེ་ཡོད་ན། དེ་འདྲའི་སྐྱེས་བསྡད་པའི་སྐབས་ཀྱི་མི་དེ་ལ་ཁོང་ཁྲོ་དུས་ནམ་ཡང་ཟ་མི་སྲིད་པ་དེ་རེད། དེ་འདྲའི་བཟོ་རྩལ་ཁོང་ཁྲོ་གི་ལྡོག་ཕྱོགས་དེ་བྱམས་པ་དང་སྙིང་རྗེ་བཟོད་པ་དེས་ཆགས་ཀྱི་ཡོད་རེད། དེ་འདྲའི་ཡུལ་དུས་བརྩམས་པ་ལ། ང་ཚོ་སེམས་ཁམས་དཀྲུག་བསྡད་ངེས་ཤིག་གཏུག་ཤུལ་སྐྱེས་དེ་ཁོང་ཁྲོ་ཆགས་དེ་ཡོད་རེད། འོ་དེ་མ་མེད་པ་བཟོ་ཐབས་གི་ཐབས་ཤིག་སྐྱེ་དགོས་ཀྱི་ཡོད་རེད་ཟ་དེ་སྐྱེས་དེ་རེད།

སེམས་འཁྲུག་བ་གི་ཡིད་ཆེས་ཆེན་པོ་བྱེད་ཀྱི་ཡོད་པ་དེ་ཤིན་དགོས་ཨ་ཏི་བེ་གེ་ཆེན་པོ་གཅིག་རེད་ཟེར་ནས་ད་དེ་གཅིག་རེད། དེ་འདྲས་ཀྱི་ད་འདས་རྔམ་བཟའ་དེ་ཨ་ནི་ཆུ་ཆུང་དུ་བཏང་ཡོང་ལ། ཐབས་ཤེས་ག་རེ་བྱེད་དགོས་རེད་ཟེར་ན་ད་དེ་ཞིག་ལྟོ་ཤོག་ཨ་ནི་འདོད་པ་ཆུང་ཨ་ནི་ཆོག་ཤེས་པ་ཟ་དེ་བྱེད་ཀྱི་ཡོད་རེད། ད་དངོས་གནས་ཀྱི་འདོད་ཆུང་ཆོག་ཤེས་ཟ་དེ་སྤྱི་བཏང་གི་འདོད་ཆུང་ཆོག་ཤེས་ཟ་དེ། ཨ། ཐུགས་ལ་སངས་རྒྱས་བཅོམ་ལྡན་འདས་ཀྱི། གསུང་གི་ཡོད་རེད་དེ། འདོད་ཆོས་ཆོས་ཀྱི་ཞི་བ་གཅིག་སྐྱེ་བར་ཟེར་ནས། དེ་འདྲའི་གསུང་གི་ཡོད་མ་རེད། འདོད་ཁམས་ཞི་བ་དེ་འདྲའི་མ་ཡིན་པ་ཆེ། ད་སྤྱི་ཡོངས་ཀྱི་འདོད་པ་དེ་ཆུང་བ་འགྲོ་བ་ཆེ། དེ་གང་ལ་ཡང་སོ་སོ་གི་ཅིག་ཡག་པོ་ཅིག་རག་དེ་ཡོད་ན་ད་དེ་ཙམ་གྱིས་ཆོག་ཤེས་པ་ཟ་དེ། དེ་སོགས་དངོས་གནས་བྱེད་ཀྱི་ཡིན་ན། སེམས་ཁམས་དང། པས་གསུང་ཤོག་ཆེན་པོ་ཞེ་བོ་གཅིག་བྱེད་ཀྱི་ཡོད་རེད། ཨ་ད་དེ་འདྲས་ཡིན་དུས་རྩམ་པ་ལ་མི་ལོ་ཚོ་འདོད་རྔམ་ས་དེ་ཨ་ནི་ཤུགས་ཆུང་རུ་གཏོང་དགོས་ཨ་དེ་གལ་ཆེན་པོ་ཞེ་བོ་གཅིག་རེད་དེ་ཡོད་རེད་ས་དེ་ད་སེམས་ཁང་སྐོར་ལ་ལྟ་བ་ཡིན་ན་ཨོ་དེ་འདྲས་གཅིག་གྲགས་དེ་ཡོད་རེད་ས་དེ་ད་དེ་གཅིག་རེད། ད་དེ་གང་ལ།

ཚོང་བ་ཡག་པོ་གཅིག་རྒྱག་མཁན་གཅིག་ཡོད་ན་དེ་གི་ལ་ཡང་ཕྲག་དོག་བྱེད། ད་དེ་ནི་ངོ་སྤྱི་ཚོགས་ཀྱི་ནང་ལོགས་ལ་ནི་མི་ཆེ་ཤེས་ཡོན་ཅན་འཇོན་ཐང་ཅན་ཡག་པོ་ཞིག་བྱུང་བ་དེ་གཞན་ཡང་དེ་ལ་ཕྲག་དོག་བྱེད། དེ་ཚོ་འདི་མ་འཐེན་ཡོད་དོ་ད་ཡར་མགོ་བཅག་ཡ་མེད་པ་བཟོ་འོ་དོ་ད་དེ་འདྲས་ཅིག་བྱེད་དེ་ཡ་དེ། སྤྱི་ཚོགས་འཆམ་མཐུན་མེད་པ་ཡ་རྒྱས་མེད་པ་དེ་སོ་སོ་གི་བཟོ་བ་གཅིག་གཙོ་གཅིག་དེ།

དེ་ལ་ཕྲག་དོག་མི་བྱེད་པར་བྱས་ནས་ཨ་ནི་དེ་ལ་ཡིད་སྨོན་བྱེད་ཡ། དེ་ལ་རྗེས་སུ་ཡི་རང་བྱེད་པ། ང་དེ་ནང་བཞིན་གྱི་རྗེས་མཐུད་ཡ་བྱེད་ཀྱི་ཡིན་བསམ་པས་ཀྱི་ཡ་སེམས་ཤུགས་བསྐྱེད་ཡ་དམིགས་པས་ཡ་ལྟ་བྱེད་ཡ་དེ་འདྲ་བྱས་ན་འགྲིག་གི་ཡ་རེད། དེ་ག་ནང་བཞིན་ཚོང་བྱེད་ངེས་ཅིག་ཡིན་པ་ཡིན་ན། ཁྱེད་ཀྱིས་ཚོང་ཡག་པོ་ཅིག་བརྒྱབ་ནས་ཚོང་ཡག་པོ་ཅིག་ཕོག་གི་འདུག་ན་དེ་ལ་ཕྲག་དོག་མི་བྱེད་པ་བྱེད། ད་ཁོས་ཚོང་ཡག་པོ་ཅིག་བརྒྱབ་ཤག་ངས་དེ་ནང་ཡིད་ཀྱི་རྒྱབ་ཐོ་བ་བྱེད་ཀྱི་ཡིན་ཟེར་ནས་ང་ཚོ་སེམས་ཤུགས་ཟ་དེ་འགོ་རེད། སྤོབས་པ་ཟིང་དེ་འགོ་རེད། དེ་འདྲའི་ཡིད་ཀྱི་རྩམ་པ་ལ་ཁོས་ཀྱི་ཚོང་ག་འདྲས་སུ་རྒྱག་གི་འདུག་དེ་ནང་ཡིད་ཅིག་ངས་ཞིག་རྒྱག་ཡག་ཐུབ་ལྟ་གི་ཡིན་བསམ་པས་ང་ནི་ཁོས་ཁོས་ཚོང་ཡག་པོ་རེག་གི་ཐབས་ཤེས་ཐབས་ལམ། གར་བསྟན་གྱི་འདུག་དེ་ན་ཡིད་ཀྱི་སོ་སོ་ཤེས་བྱའི་ཆོ་གའི་ཡ་རེད་ཡིན་ན་དེ་ལ་ཕྲག་དོག་བྱེད་རྒྱུ་ཡང་མ་རེད་དེ་ལ་རྗེས་སུ་ཡི་རང་བྱེད་དགོས་ཡ་རེད། དེ་ག་ནང་བཞིན་ཞིག་ང་ཚོའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཤེས་ཡོན་གྱི་འཇོན་ཐང་ཅན་དེ་འདྲས་བྱུང་གི་ཡིན་ན་དེ་ལ་ཕྲག་དོག་མི་བྱེད་པ་ཅིག་དེ་ལ་ནི་རྗེས་སུ་ཡི་རང་བྱེད་ཡ་དང་ཨ་ནི་དེ་ལ་ལྗགས་ཤོག་བྱེད་ཡ་དེ་འདྲས་བྱེད་པ་ཡིན་ན་ཨ་ནི་ང་ཚོའི་སྤྱི་ཚོགས་ནང་ལ་ཡ་ཕན་ངེས་ཨ་ནི་འཆམ་མཐུན་ཡོང་བ་ཨ་ནི་ཚང་མ་ལོ།

རྟ་སྡེ་ཚན་གསུམ་པ། མཇུག་ཏུ་བཟང་སྤྱོད་ཀྱི་སྐོར་མདོར་བསྡུས་ཏེ་བཤད་པ་གསལ་ལེ་ཡིན། རྟ་དེ་ག་འདྲ་རེད་ཟེར་ན་རྟ་ང་ཚོའི་སྤྱི་ཚོགས་ཀྱི་ནང་ལ་གནས་དུས་ཙམ་པ་ལ་མི་བཟང་པོ་ཅིག་བྱེད་དགོས་ཀྱི་ཡོད་རེད། མི་གི་སྤྱོད་ལམ་ཟེར་བ་དེ་ཡག་པོ་ཅིག་དགོས་ཀྱི་ཡོད་རེད། ང་ཚོ་སུ་ཡིན་ན་སྐྱིད་པོ་འདོད་ཀྱི་ཡོད་རེད་སྡུག་པོ་འདོད་ཀྱི་ཡོད་མ་རེད། སྐྱིད་པོ་དང་བདེ་པོ་ཟ་དེ། ང་ཚོ་གི་བཟོ་དགུ་ཡོད་རེད་མ་གཏོགས། ནས་ཕྱི་ལོག་ནས་སྐྱིད་པོ་དང་བདེ་པོ་དེ་ཡི་ད་ཟ་ནས་དེ་འདྲའི་སྟེར་འོང་ངེས་ཀྱི་ཡོད་མ་རེད། སོ་སོ་སྐྱིད་པོ་དང་བདེ་པོ་བཟོ་དགུ་གི་འདུག་ན། ག་འདྲས་བྱས་ནས་བཟོ་དགུ་ཡོད་རེད་ཟེར་ན་ནི་སོ་སོ་གི་སྐྱོན་ལམ་བསྟན་ཕྱོགས་དང་འབྲེལ་བ་ཆེན་པོ་ཡོད་རེད། དེ་འདྲའི་ཡི་དེ་རྩམ་པ་ལ་ཟེར་བ་ད།

དགོངས་ཡངས་བསྐྱེད་པ། ཨ་ནི་བཟོད་སེམས་བསྐྱེད་པ། ད་ད་སོང་དེ་དཔེ་མ་སྲིད་དཔའ་གི་སྐད་ཆེན་པོ་ཆགས་ཀྱི་ཡོད་རེད་ས་དེ་རེད། ད་ག་འདྲས་ཟིན་རེད་ལ་ན། ད་དང་པོ་ར། ཨ་ནི། དེ་འགྲོ་བ་ཅིག་བྱེད་ན་ཨ་ནི། སྤྱི་ཚོགས་འཁྱམ་པོ་ཡོང་བ་ལ་ཁ་སྐྱེལ་དགོས་རེད་ཟེར་ན་དྲང་པོ་བྱེད་དགོས་ཀྱི་རེད། ལས་ཀ་བྱེད་ན་དྲང་པོ་སྐད་ཆ་བྱེད་ན་དྲང་པོ་བྱེད་པ་ཡིན་ན་མི་སུ་ཡིན་ན་ཡང་མི་དེ་ལ་ཡིད་ཆེས་བྱེད་ཀྱི་རེད། མི་དེ་ལ་བྱང་ཆུབ་བྱེད་ཀྱི་རེད། དེ་འདྲའི་ཡིད་ཆེས་བརྩམས་པ་ལ་མི་ཚང་མ་ལུགས་ཀྱི་དྲང་པོ་དང་བདེན་པ་དེ་འདྲ་བྱེད་པ་ཡིན་ན་མི་ཚང་མ་དེ་དེའི་ཐོག་ཀྱི་ཐོག་ནས་འཁྱམ་པོ་དང་དམ་པོ་བྱེད་ཡོང་གི་ཡོད་རེད། ད་སྙིང་པ་དེ

རྒྱ་རིང་ཤོས་ཉེན་ཁ་ཡོད་རེད་དེ་འདྲའི་ཡིན་ཟེར་རྩ་བ་ལ་ཕན་ཚུན་བསམ་ཤེས་བྱེད་དགོས་ཡ་དཔེ་མ་སྲིད་པ་གལ་ཆེན་པོ་རེད་འོ་དེ་གྱི་རེད་ད་དེ་ག་ལ་དེ་ནས་ད་ང་ཚོ་གི་མི་ཚེ་གི་ནང་ལོགས་ལ་དཀའ་ངལ་ར་དང་རིམ་པ་འཕྲད་སྲིད་པ་རེད་དེ་འདྲའི་གི་སྐབས་སུ་ལ་ད་གདོང་ལེན་བྱེད་ཐུབ་ཡ་དེ་ལ་བཟོད་བསྲན་བྱེད་ཐུབ་དགོས་ཡ་ནི་དཔེ་གལ་ཆེན་པོ་རེད་དེ་འདྲའི་བྱེད་ཐུབ་ཡིན་ན་ང་ཚོ་ལས་ཀ་ག་རེ་ཡིན་ན་ལས་ཀ་བྱེད་ཐུབ་རེད། ད་ནི་ཡང་དཀའ་ངལ་ག་རེ་འཕྲད་པ་ཡིན་ན་ཡང་གདོང་ལེན་བྱེད་ཐུབ་ཀྱི་ཡོད་རེད་ཁྱེད་ཚང་དེ་འདྲའི་རྩོམ་པ་ལ་བཟོད་བསྲན་ཟེར་བ་དེ་དཔེ་གལ་ཆེན་པོ་གཅིག་ཆགས་ཀྱི་ཡོད་རེད་ཟེར་བ་དེ་དེ་རེད། ད་འདི་གང་ལ་ད་ནི་དགོངས་ཡངས་ཟེར་བ་དེ་རེད་ད་འདི་དབྱིན་ཇི་གི་ཚིག་གཅིག་ཤོད་ཆོག་ཅེས Forgiveness ཟེར་བ་དེ་རེད། Forgiveness ཟེར་ཏེ་བོད་སྐད་ནང་ན་དགོངས་དབྱངས་ཟེར་གྱིན་ཞེས་གསུངས་འདུག་ད་ལྟའི་དཔེ་སྐད་དཔེ་མི་ཟེར་བའི་སྐད་ཆེན་པོ་རེད། ད་ད་ཡི་གོང་དུ་ཤེས་པ་ན་ཡིན་ང་ཚོ་སུ་ཡིན་ན་མ་རིག་པ་མི་ཤེས་པ་ཟེར་དེ་ཡོད་རེད་དེ་འདྲའི་ཡི་གེ་བརྩམས་པ་ལ་ནང་འཁྲུལ་འདྲ་བོ་དེ་འདྲས་བྱེད་སྲིད་པ་རེད། ནང་འཁྲུལ་བྱེད་པའི་གི་སྐབས་སུ་ལ་ཨ་ནི་ཁྱོད་གཅིག་བྱེད་མ་ཤེས་གཉིས་བྱེད་མ་ཤེས་ཟེར་ནས་ཨ་ནི་སྡུག་རི་ངན་ཚེ། དེ་འདྲའི་ལབ་བསྡད་པ་མ་ཡིན་པ་བཅས་ནས་ཁོང་ལ་དགོངས་ཡང། ཁོང་ལ་དགོངས་ཡང་བཏང་བཞག་ན། ད་ནི་ཕ་ཞོ་དེ། མི་སུ་ཡིན་ན་དགའ་འགྲོ་གི་རོ་ཨ། ཁྱེད་རང་ནོར་འཁྲུལ་དེ་འདྲས་ཀྱིས་ཤོག་བཞག་དེ་ད་སྐྱེ་ཡོག་མ་རེད། མ་འོངས་པ་ན་ནི་གཟབ་གཟབ་བྱེད་ཟེར་འགྲོ། ཨོ་དེ་འདྲའི་འདྲ་བོ་ཅིག་ཕ་རྒྱ་འབུའི་ཐོག་ནས་མ་ཞུས་པ་ཡིན་ན། ཕ་ཡུལ་སུ་ཡིན་ན་ཡང་དགའ་གི་རུ་བ། དེ་དགའ་གི་ཡིན་ན་རང་གཞན་གྱི་འཁྱམས་པོ་དང་དུམ་བུ་ཡོང་གི་རུ་བ། ཁྱེད་ཚང་དེ་འདྲའི་ཡི་གེ་གཙང་མ་ལ་ང་ཚོ་ནང་ཁྲོལ་འདྲ་བོ་དེ་འདྲའི་བྱུང་གི་སྐབས་སུ་ལ་ཡིན་གྱི་མིན་བརྗོད་མཁན་དགོངས་ཡངས་ས་དེ་བྱེད་དགོས་ཡ་དེ་ཧ་ཅང་ནས་གལ་ཆེན་པོ་ཆགས་ཀྱི་ཡོད་རེད། ད་དེ་སོགས་ཡོད་པ་ཡིན་ན་ང་ཚོ་གི་ལུས་ངག་གི་སྤྱོད་པ་ཡག་པོ་ཅིག་ཆགས་ཀྱི་ཡོད་པ་དེ་གསལ་བོ་ཆགས་ཀྱི་ཡོད་རེད། ལུས་ངག་ཡིད་གསུམ་གྱི་བྱ་སྤྱོད། སུ་དང་མཐུན་པ། བག་དང་ལྡན་པ་བཟའ་སྟེ་ཡོན་པོ་ཡིན་ན། རང་སྐྱེས་པ། རོ་སྐྱེས་པ། སྐྱེས་ཚོགས་སྐྱེས་པ། སྐྱེས་ཚོགས་ཀྱི་འཆམ་དོན། ཚང་མ་ཡོང་བ་ནི་ཤེས་མ་དགོས་པ་ཅི་རེད། དེ་འདྲའི་ཡིན་སོང་ཙང་དེ་སུ་གོ་ལ། དངོས་གནས་ད་ནི་ང་ཚོས་སློབ་སྦྱོང་བྱེད་དགོས་བ་དང་དེ་སུ་གོ་དེ་ལག་ལེན་ལ་བསྟར་དགོས་བ་དེ། ཧ་ཅང་ནས་གལ་ཆེན་པོ་རེད། དེ་སུ་གིས། ཆུའི་སྐད་ཆ་བྱས་ན་ཆུའི་སྐད་ཆ་བཞག་ཆོག་གི་ཡོད་རེད་དང་ནི་འཇིག་རྟེན་གྱི་སྐད་ཆ་ཐོག་ནས་བཤད་ན་དེ་བྱེད་ཆོག་གི་ཡོད་རེད། ད་སྤྱི་ཚོགས་ནང་ལ་དགོས་མཁོ་ཡོད་ངེས་དེ་དེ་སོང་རེད། ཁྱེད་ཚང་དེ་སོང་དེ་ངེས་པར་དུ་ཨ་ནི། སློབ་སྦྱོང་བྱེད་དགོས་ཡ་ལ་དེ་སུ་གོ་དེ་ཐུགས་ལ་བཞག་དགོས་ཡ་དེ་དཔེ་མ་སྲིད་པ་གལ་ཆེན་པོ་རེད་བཞག་ས་ཡ་ནི་དེ་གཅིག་རེད། ད་དེ་ག་ལ་ཡང་ཞུ་ཡ་གཅིག་རེད་དེ་རེད། གལ་སྲིད་ང་ཚོ་ཨ་ནི། སེམས་ཁམས་དེ་འདྲིས་ཀྱི་སྐོར་ལ་ཨ་ནེ་སྐྱིད་པོ་སུ་ཡིན་ན་འུར་བ་དེ་འདྲིས་འདི་རྩམ་པ་ལ་བལྟས་འགྲོ་གི་ཅི། ད་འཚོ་བ་རྣོན་པོ་ཤོད་ཀྱི་དེ་འདྲིས་མ་ཡིན་པ། མཚམས་སངས་ར་ཁྱི་སྐྱིད་པོ་འདི་ཡག་པོ་འགྲོ་གི་ཆུང་གི་ཡིན་ན་ང་ཚོ་གི་པེ་ཧང་སངས་ཡ་ཚེ་ལ་དགེ་བའི་གི་སེམས་འཕང་མཐོ་རུ་ཞི་བ་བཏང་ཡ། པེ་ཞི་བ་དགའ་ནས་ཞི་བ་བྱེད་ཡ། ཨ་ནེ་ཡང། ཅིག་དཀའ་ངལ་དང་སྡུག་བསྔལ་དང་བཅས་འདུལ་བ་ཅིག་བྱུང་འོང་འདི་ཙམ་མ་སེམས་ཤིག་ཞེས་འོད་ཀྱི་དམར་འཕང་དམར་བཏང་ནས་ཞུམ་པ་འགྲོ་བར་བྱེད་ཡ། དེ་འདྲའི་སྐྱེས་བུ་ཡིན་ན་མོ་མཚོ་དུས་ནང་ཡང་སྐྱིད་པོ་ཅི་ཡང་ཐུག་ཡོད་མ་རེད་དེ་འདྲའི་ཡིད་འདི་ཙམ་པ་ལ་ག་དུས་ཡིན་ན་ཨ་ནེ་སེམས་དེ་དཀྱིལ་མ་དེ་ལ་བཞག་དགོས་ཡ། ཞེས་འོད་ཀྱི་ཡག་པོ་ཅིག་བྱུང་བ་ཡིན་ན་ཞེས་ལ་ཧང་སང་ཡང་དེ་འདྲའི་མ་ཡིན་པ། འདི་འདྲས་ཡོང་སྲིད་པ་རེད། འདི་འདྲས་ཡོང་ཆོག་གི་རེད་འདི་ག་རེ་ཡོད་རེད་འདྲ་ཅི་བསམ་བཞིན་བརྩམས་པ་ལ་སེམས་དེ་ཕངས་ཏེ་མ་མ་རུ་ལེགས་ཡོད་རེད། ཨ་ནི་སྡུག་པོ་དང་དཀའ་ངལ་ཞི་བོ་ཅིག་སྡུག་ཅག་བྱུང་བ་ཡིན་ན་ཡང་ཡང་ཡང་དེ་ག་དུས་དེ་ལ་སེམས་ཞི་བོ་མ་ཕངས་མ་རུ་བཏང་ཞེས་པ་མ་ཡིན་པར་ཡང་འདི་འདྲས་ཡང་ཡོང་སྲིད་པ་རེད་ད་དེ་འདྲས་ཡོང་ཆོག་པ་རེད་བསམས་ནས་དེ་འདྲས་ཅིག་ཡག་པོ་ཞིག་བསགས་ན་བཏང་ཤག་ན་སེམས་དེ་ཡང་ཕངས་མཐོ་རུ་ཡང་ལེགས་ཡོད་རེད་དེ་འདྲས་བརྩམས་པ་ལྟ་རྡོག་རྡོག་ཞུ་བ་ཡིན་ན་ག་དུས་ཡིན་ན་ང་ཚོའི་སེམས་དེ་སྐྱིད་མ་དེ་ལ་བཞག་ཐབས་དགོས་ཡ། ཁོད་སྙོམས་པོའི་བཞག་ཐབས་དགོས་ཡ། ད་དེ་དཔེ་མ་ཟད་པའི་གལ་ཆེན་པོ་རེད་དེ་ནས་སེམས་དེ་ག་དུས་ཡིན་ན་ཁོད་སྙོམས་པོའི་ཐོག་ནས་བཞག་ཐུབ་ཡིན་ན་དེ་ནས་ག་དུས་ཡིན་ན་ང་ཚོའི་སེམས་ཁམས་དེ་སྐྱིད་པོ་ཡོང་བསྡད་ཡ། ངོ། ངས་ཚོད་འདི་འདྲས་ཀྱི་རེད་ཟེར་ནས་ད་དེ་འདྲས་ཀྱི་ཞུ་ཡ་ཡིན། ད་དེའི་འོག་ལ་ཨ་ནི་ཡང་རྣམ་པ་ཚོགས་ཀྱི་དྲི་བ་དེ་འདྲས་ཡོད་ས་རེད་ཨ་དེ་སུ་སྐོར་ལ་ཡང་ཡོང་མདོག་ཁ་བོ་རེད་ད་ངས་ཞུ་མཚམས་འདི་དེ་ནས་བཞག་གི་ཡིན་རྣམ་པ་ཚོ་ཚང་མ་ལོ་བཀྲ་ཤིས་བདེ་ལེགས།
ལགས་སོ་དེ་ནི།